མ་གསོན་རང་གསོན་ཐུགས་སུ་ཁ་ཟེར་བརྙན་ཐུང་འདི་གལ་ཆེན་པོ་ཞིག་མཐོང་སོང། སོང་ཙང་ངས་ད་རིང་བརྙན་ཐུང་ཅིག་བཟོས་ཤར་བ་ཡིན་ན། ཨ་ནི། རྣམ་པ་ཚོ་མང་པོ་ཅིག་ལས་ནི་མཐུ་རྐྱེན་གསོས་པ་ཡོང་གི་རེད་བསམ་ཏེ་ནི་ངས་ད་ལན་འདི་བཟོས་ཀྱི་ཡོད། ཨ་ནི། ད་བརྗོད་གཞི་འདི་ག་རེ་སྐོར་ལ་ཡིན་པ་དེ་རྣམ་པ་ཚོ་ཕལ་ཆེན་ཐམ་ནིལ་ལྟ་ནས་མཁྱེན་ཚར་ཡོད་ཀྱི་རེད། ཨ་ནི། ད་ང་ཚོས་མང་པོ་ཅིག་ཡུས་ཀྲུ་པར་མང་པོ་ཅིག་གིས་ད་བརྙན་ཐུང་བཟོས་ངས་མང་པོ་ཅིག་ཕལ་ཆེན་མཁྱེན་དགོས་བ་རེད། ད་རུང་ད་ད་རུང་གསར་བ་དེ་འདྲས་ཡིན་ན་ཅིག་མ་ཁེངས་ངེས་དེ་འདྲས་ཡོད་པ་ཡིན་ན་ཨ་ནི་ཁོ་རང་ཚོ་ལ་ཡང་ཐུགས་ཁེངས་གསོས་བ་དེ་འདྲས་ཡོང་སྲིད་ཀྱི་རེད། སོང་ཙ། ད་ད་ལན་ངས་ག་རེ་ཞུ་ཡན་ལ་བ་ཡིན་ན། ང་རང་ཚོ་ཡུས་ཀྲུ་པར་མང་པོ་ཅིག་ལ་ད་དཀའ་ངལ་ཆེ་ཤོས་དེ་ག་རེ་ཡིན་ཀོ་པི་རལ་དེ་ལ་འཕྲད་དགོས་བ་རེད། ཀོ་པི་རལ་དེ་ག་རེ་ཡིན་ཟེར་ན་ད་ང་རང་ཚོ་གིས་བརྙན་ཐུང་ཡག་པོ་བཟོས་བརྙན་ཐུང་དེ་ལ་ཕྱོགས་བསྒྲིགས་བྱས་བརྙན་ཐུང་དེ་ཡག་བཏུབ་མ་བཏུབ་དེ་རྒྱབ་ལོགས་ལ་ཞེ་བཞག་བྱས་ནས་ང་ཚོ་གིས་བརྙན་ཐུང་གང་ཡག་ཡག་དང་གང་ཁྲག་ཁྲག་ཅིག་ཟོས་བྱས་ནས་རྣམ་པ་ཚོལ་ཕུལ་བས་འབད་བརྩོན་བྱེད་དུ་བརྩམས་པ་ལ་ཡ་ཨ་ནི། Copyright ལས་ར་བཟོ་བརྩམས་པ་ལ་ཨ་ནི་ང་ཚོར་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་དགོས་རེད་སོང་ཙང་ད་ད་ལན Copyright གི Problem དེ་ཨ་ནི YouTube ཁོ་རང་གིས་ཨ་ནི་མེད་པ་བཟོས་ཀྱི་ད་ད་གསལ་བསྒྲགས་ཅིག་ལས་ཡོད་རེད་འོང་འདི་གསལ་བསྒྲགས་འདི་ད། ག་རེ་ཡིན་པ་ད་ཨ་ནི་འོང་འདི་གསལ་བསྒྲགས་འདི་ག་དུས་ནས་འགོ་བཙུགས་གི་ཡོད་པ་ད་ཨ་ནི་འོང་འདི་གི་གསལ་བསྒྲགས་ནང་ལོགས་ལ་དམིགས་བསལ་ག་རེ་ཡོད་རེད་ཨ་ནི་ག་འདྲས་ང་ཚོས་ཀོ་པི་རཱིད་ཀླེམ་འདི་མེད་པ་བཟོས་དགོས་རེད་ཨ་ནི་འདི་བཟོས་ཡོད་ལ་བཟོས་སྟངས་བཟོ་ལུགས་འདི་ག་འདྲས་ག་འདྲས་རེད་ཨ་འདི་ཚོ་ཆ་ཚང་འདྲ་བོ་ཞིག་ད་ད་ནངས་སྙན་མང་ངེད་ཀྱི་བརྙན་ཐུང་རྙིང་པ་གཟིགས་པ་ཡིན་ན་དེའི་ནང་ལོགས་ལ་ད་ད་ཁོ་རང་ང་རང་ཚོ་རྒྱ་གར་གྱི་ས་གནས་ལ་དངོས་གནས་ཡུལ་སྤྲུལ་པར

ང་རང་ཚོ་བོད་རིགས་སྤུན་ཟླ་ཡུལ་ཀྲུ་པར་ཚང་མ་ཚོ་ལ་ཡང་དེ་འདྲའི་ཅིག་མཁྱེན་ཐུབ་པ་ཡིན་ན། ཨ་ནི་ཡང་དེ Copy Right གི་དཀའ་ངལ་དེ་ཏེས་མ་སེལ་ཐུ་ཡས་ཀི་རྣམ་པ་ཚོ་ལ་ཡང་ཐུགས་འགན་གསོས་པ་ཡོང་གི་རེད་བསམ་བྱས་ནས་ནི་ངས་ད་ལན་བརྙན་ཐུང་དེ་ཆེད་དུ་ང་ནི་བཟོས་ཡིན་ལ་ནི་ཞུ་ཡས་ཡིན། ཨ་ནི་ངས་ད་ལྟ་གཤམ་ལ་ཡང་ཁོ་རང་གི་ད་ལྟ་མ་ནོའོ་ཞི་ཐེས་ཀི་ཁ་ནས་མ་སེལ་དྲག་དེ་ཞུ་རྒྱུའི་བརྙན་ཐུང་དེ་ངས་རྣམ་པ་ཚོ་ལ་བཞག་གི་ཡིན། ཨ་དེ་ནས་ཡང་ཅིག་གོ་མ་ཚོལ་བ་དེ་འདྲ་ཡིན་ན་ངས་མཉམ་དུ་ལ་ཡ་ད་ལྟ་ཁོ་རང་གི་ལ་རྒྱོ་དེ་ཚོ་ལ་ཡ་ནི་ངེད་ཀྱི་བོད་སྐད་ནོར་ནས་འདྲེ་བཤད་དེ་ཚེས་ག་གི་རྣམ་པ་ཚོ་ཟིག་གི་ཟིག་གི་གནང་རོགས་གནང། ད་ད་ད་མ་ནོར་དེ་ཁོ་རང་གི་ད་ད་ལ་རྒྱོ་སྦྱོར་བ་འདི་ངས་རྣམ་པ་ཚོ་ལ་ཡ་འདྲེ་བཤད་རྒྱུ་ཞུ་ར་ཁ་ཤས་ཡང་ཡག་པོ་མ་ཁེངས་ངེས་དེ་འདྲ་ཡིན་ན་ཡང་ཅིག་དེ་ལ་གསལ་བཤད་ཡོང་ངེས་ཆེད་དུ་ངས་ཞུ་གི་ཡོད་ར་བ་རྣམ་པ་ཚོ་དེ་ཟི་ཡ་ར་བ།

ཁྱེད་རང་གི Video དེ་ལ་དངོས་གནས་མི་ལྟ་ངན་སྟོང་ཕྲག་བཅུ་ཉི་ཤུ་སུམ་ཅུ་དེ་འདྲས་ཀྱི་ལྟ་བ་ཡིན་ན་འདི་ལ Revenue ཅི་རག་འོ་རོགས་དེ་ལ་དངུལ་ཅི་རག་འོ་རོགས་འདི་དངུལ་དེ་ཁྱེད་རང་རག་ཡ་མེད་འོ་ཆག་འགྲོ་གི་རེད་ག་ཅེ་ན་དངུལ་དེ་ཕ་གས་ཁྱེད་རང་གི་ད་ལྟ་གཞས་བཞག་ངན་གྱི་གང་ཟག་ཅིག Copyright Claim སྤྲད་ངན་བྱོས་འོ་རོགས་ཁོང་ཚོ་ལ་འགྲོ་བཞག་འོ་རོགས་དངུལ་དེ་སོང་ཙང་འདིའི་རྐྱེན་གྱིས་ཨ་ནི། ཁྱེད་རང་གི་བི་དྲོ་འདི་ལ་ལྟ་ངན་ག་ཚོད་རག་པ་ཡིན་ན་ཁྱེད་རང་ལ་ཡང་ཕན་ཐོག་ཁེལ་ཡོད་མ་རེད། སོང་ཙ་ཨན་ད་ལན་ཡུ་ཀྲུབ་ཀྱི་སྙན་མང་རག་ནས་ད་འདི་ག་ལ་ཨབ་ཀྲེད་ཅིག་ཁོང་ཚོ་གི་བཟོས་ཀྱི་ཡིན་བཟོས་ཀྱི་ཡིན་ལ་ནས་ལ་བསྡད་ཡོད་རེད་ད་ད་ལན་ཧོང་དེའི་ཨབ་ཀྲེད་དེ་ད་ག་དུས་ཁོང་ཚོ་གི་ཨབ་ཀྲེད་དེ་དཀྲིག་གི་ཡོད་བ་དེ་ཨ་ནི་དུས་ཚོད་དེ་དག་ད་ད་ཁོང་ཚོ་གི་སྤྲད་ཡོད་རེད་ཉན་དགོ་ར་ཡང་རྒྱོ།

Option། ཅིག་རེད། དེ་ལ་ཡང་ནི་གཅིག Music Selection ཡོད་རྒྱུ་སོ་སོ་གི Music བདམས་ནས Bollywood Music ཡིན་ན་རེད་དམ Music ག་རེ་ཡིན་ན་རེད་ཕ་གས་ནས་བདམས་ནས་ནི་ང་རང་ཚོ་ཕ་གས་བཞག་ཆོད་ཡ་ཡོད་རེད། ཡིན་ན་གཞས་ཁ་ཤས་ཁ་ཤས་ལ་ང་ཚོ་དཔེ་ཤག་སྤྲད་ནས་ཉོ་དགོས་ཡ་རེད་ཡིན་ན་དཔེ་ཤག་དེའི་དཔེ་ཉུང་ཉུང་གོང་ཆེན་པོ་དེ་འདྲ་མེད་བར་ཆད་དཔེ་ཤག་དཔེ་ཉུང་ཉུང་དེ་འདྲ་སྤྲད་བྱས་ནས་ནི་ང་ཚོ་ཕ་ནས་གཞས་དེ་ཉོས་བྱས་ནས་ནི་བླུ་ཡ་ཡོད་རེད་ཟིན་ན་ཤུགས་ཆེ་མང་ཆེ་ད Free འདྲ་བོ་རེད་ཕ་ནས Creator Studio ནས་ནི Free འདྲ་བོ་རེད།

འདམ་གིར་བ། ཡང་མེད་ན། ཀོ། ཞེས་ཕ་ནས་ཉོས་པ་ཡིན་ན་ཞེས་གཅིག་དེ་ཁྱོད་རང་རྣ་བ་སྒྲོ་བོ་གཅིག་ཁྱེད་རང་གོང་ཚད་ཉུག་ཉུག་ཞིག་སྤྲད་ཞེས་དེ་ཞེས་རྐང་གཅིག་དེ་ཉོས་པ་ཡིན་ན། ཨན་ཁྱེད་རང་གི་ལྕེ་སྣེ་ལ་ཚར་གཅིག་ཞེས་དེ་བེད་སྤྱོད་བཏང་ཚར་བ་ཡིན་ན། དེའི་རྗེས་ལ་ཁྱེད་རང་གི་ལྕེ་སྣེ་ལ་དེ་ལས་ཞེས་དེ་ག་ཚོད་བེད་སྤྱོད་བཏང་བ་ཡིན་ན། མགོ་ནས་དངུལ་སྤྲད་དགོས་ད་མགོ་ནས་ཨན་འདི་ག་ལ། Copyright Claim དང་འདི་འདྲའི་རྩ་བ་གཉིས་ནི་གླེགས་ཀྱི་མ་རེད་ཨན་འདི་ཡས་ཡང་ཁོ་རང་གི་གཅིག། ཁེ་ཕན་འདྲ་བོ་གཅིག་རེད་བྱ།

Feeling མ་འདྲ་འདྲ་བོ་ཞིག་ལིག་འོར་བ་ད་ཧོན་འདི་སྐོར་ལ་ཁོ་རང་འགྲེལ་བཤད་རྒྱག་འོར་ད་ད་པེ་ན་ཨར་མི་གི་སིན་འདྲ་བོ་ཞིག་ན་འདི་རྒྱབ་ལོག་ལ་ཡང་ཅིག་འདི་ལ་དཔའ་བས་གི་གོ་ཨར་མི་ཁོ་རང་དང་འབྲེལ་བ་ཡོད་རྒྱུ་གི Music འདྲ་བོ་ད་ཨེ་འདྲ་འདྲ་བོ་ཞིག་བཏང་བ་ཡིན་ན་ཁོ Vibes ཁ་ཁ་འདྲ་བོ་ཞིག་ལིག་གི་རེད་ཟེར་བ་ཚོར་བ་ཁ་ཁ་འདྲ་བོ་ཞིག་ལིག་གི་རེད་ལ་འོར་འདི་བྱིན་ནས་ནི་མི་མང་ཆེ་གི་སོ་སོ་གི YouTube Channel ལ་ཡང་ཅིག

ད་ལྟ་དེ YouTube གི་ད་ལྟ་དེ Update དེ་སླེབས་བ་ཡིན་ན་འདི་སྐོར་ལ་ཁོ་རང་ཡང་མགྱོགས་སྒོ་ནས་ནི་ཅིག་བརྙན་ཐུང་བཟོས་ཀྱི་ཡིན་ཡང་འདི་ཐོག་ལ་བེད་སྤྱོད་བཏང་སྟངས་ག་འདྲ་ཡིན་པ་དང་གོ་མ་སོང་ངས་དེ་འདྲ་ཡོད་པ་ཡིན་ན་ཁོ་རང་གིས་འོང་དེ་གསལ་བཤད་བྱེད་ཀྱི་ཡིན་ལ་ནི་འོང་དེ་གསུངས་བཞག་ལ་སོགས་རྣམ་པ་ཚོ་ངས་ངས་ད་ལན་འདི་ཞུ་དགོས་ཏེ་རྒྱུ་མཚན་ད་ག་རང་ཡིན་ཡང་མ་རྣམ་པ་ཚོ་མང་པོ་ཅིག་ད་ང་རང་ཚོ་དེང་སང་བོད་པའི་སྤྱི་ཚོགས་ནང་ལ YouTube བཟོས་མཁན་དཔེ་མང་པོ་ཡོད་རེད Copyright གི Claim འདི Problem འདི་སྙེ་མ་ནས་མང་པོ་ཞིག་འཕྲད་དོན་ང་རང་ལ་ཡི་མང་པོ་འཕྲད་སོར་བ་ཨ་ནི་ཡིན་ན་ཡི་མང་ད་མང་བྱས་ང་ཚོ་གི་མཚམས་མཚམས་ལ་གཞས Trim བྱེད་བྱ་གོ་རེད་མཚམས་མཚམས་ང་ཚོ་གི་འདི་ཁར་ས Music མེད་བ་བཟོས་བྱ་གོ་རེད་ཨེ་འདྲ་བྱེད་ད་ང་ཚོ་གི་ཐབས་ཤེས་བཏང་གོ་རེད་སོང་ཙང་ད་ད་ལན་ངེད་གི་བརྙན་ཐུང་བཟོས་གོ་ཡའི་རྒྱུ་མཚན་ད་ག་རང་ཡིན་རྣམ་པ་ཚོ་བྱེད་དུ་རུ་བ་ཨ་ནི་ད་ད་ལྟའི་ཆ་ལ་ཡང་དངོས་གནས་ང་རང་ཚོ་གཅིག་གི YouTube བལྟ་བ་ཡིན་ན་གཅིག་ང་རང་ཚོ་བོད་པའི་གི། ཞིག་གི་བརྙན་ཐུང་བཟོས་ངས་ཧང་སངས་དཔེ་མང་པོ་ཆ་བཞག་དངོས་གནས་གསུམ་སེམས་པ་དགའ་དགོས་ཡས་རེད་ཤག་ཨ་ནི་ང་རང་འདྲ་བོ་ཡིན་ན་དམིགས་བསལ་གྱི་ཅིག་ག་རེ་དགའ་གི་ཡོད་ལབ་བ་ཡིན་ན་ཅིག་སོ་སོ་ནམ་རྒྱུན་ད་འདི་ལ་ཡུལ་ཀྲུ་པར་ལ་ཅིག་གསར་བ་དང་རྙིང་པ་སྐད་ཆ་མེད་རེད་བ་ང་རང་འདྲ་བོ་ཡིན་ན་ཡུལ་ཀྲུ་པར་སུས་ག་འདྲས་ཅིག་བཟོས་བ་ཡིན་ན་ཅིག་སོ་སོ་གི་ཅིག་ས་ཆ་ཅིག་སླེབས་མ་མྱོང་གི་འདི་འདྲས་ཅིག་ཀོ་ལི་ཡ་ཕ་ཆོག་ངོ་གི Explore བྱེད་ཀྱི་འདུག་ན་འདི་ལྟ་ཡས་དགའ་བོ་བཞུགས་ཡོད་འདི་ལྟ་དུ་ཙམ་པ་ལས་སོ་སོ་ཅིག་སོ་སོ་ལི་ཡ་ཅིག་ཚོར་བ་མ་འདྲ་ཅེས་ར་གུ་དུ་བདཔེ་དོན་འདྲ་བོ་ཅིག་ཞུས་བ་ཡིན་ད་ནངས་ངེད་ཀྱི། ཁ་སང་ཉེ་ཆར་ར་ད་ནངས་ང་ཚོ་དཔའ་ལྡན་ལགས་སུད་སི་ལ་བཞུགས་ངས་དཔའ་ལྡན་ལགས་ཀྱི་ད་ནངས་བརྙན་ཐུང་ཅིག་ངེད་ཀྱི་ལྟ་ཡིན་ར་བ། ཨ་ནི་དཔའ་ལྡན་ལགས་ད་ནངས་ཁོ་རང་གི་བཟའ་ཟླ་མཉམ་དུ་ལ་ཡ། ད་ཡུལ་སྐོར་སྤྲོ་འཆམ་འདྲ་བོ་ཅིག་ཕེབས་བསྡད་འདུག་ད་ནངས་ཉེ་ཆར་སྤྲོ་སྐྱོར་འདྲ་བོ་ད་སྡེ་བ་ལ་ཕེབས་བསྡད་བྱུང་དངོས་གནས་འདི་ཚོ་བརྙན་ཐུང་འདི་ཚོ་དཔེ་ཡག་པོ་འདུག་སོ་སོ། ས་ཆ་དེ་སླེབས་མེད་དུས་ཙམ་པ་ལ་ཡའི་ཕ་སྐད་ས་ཆ་དེ་གི་ཅིག་གི། འགྲོ་སྟངས་འགྲོ་ལུགས་ཡིན་ན་རེད་ཕ་སྐད་ཀྱི་ཅིག་གི། འཚོ་བའི་གནས་སྟངས་ཡིན་ན་རེད་ནི་ཕ་སྐད་ཀྱི་ཟས་བཅད་དེ་ཚོ་ཡིན་ན་མི་དེ་ཚོ་ཡིན་ན་རེད་ཅིག་ག་ཅིའི་ཐོག་ནས་ཅིག་སོ་སོ་ལ་ཅིག་གི་ལྟ་ཡས་ར་དུ་བརྩམས་པ་ལ་དངོས་གནས་འདི་ཡས་ནི་ཅིག་འདི་འགྲེལ་བཤད་རྒྱག་མཁན་དེ་ཡས་སོ་སོ་བོད་པ་སྦྱིན་དུ་བརྩམས་པ་བོད་སྐད་ནང་ཅིག་འགྲེལ་བཤད་རྒྱག་དུ་བརྩམས་པ་ལ་ཚོར་བ་མ་འདྲ་ཞིག་ལེགས་འདུག་དང་ཞུ་ཡས་ཡིན། ཨན། སོང་ཙང། ཨན་འདི་འདྲའི་ཐོག་ལ་བརྙན་ཐུང་བཟོས་བ་ཡིན་ན་ང་རང་འདྲ་བོ་ཡིན་ན་དངོས་གནས། དཔེ་ཡག་པོ་མཐོང་གི་འདུག་ཨ་ནི་དམིགས་བསལ་གྱི་ད་ལྟ་དཔལ་ལྡན་ལགས་ལ་ཐུགས་ཆེ་ལབ་ཡ་ཡིན་ཨ་ནི་མ་འོངས་པ་མུ་མཐུད་འདུག་བཟོད་རོགས་གནང་ལ་ནི་འབུལ་གུས་ཞུ་ཡ་ཡིན་རེད་བ་ཨ་ནི་དེ་ལྟར་ནང་བཞིན་པའི་ཅིག་བརྙན་ཐུང་བཟོས་ངེས་ད་རབ་ལྟ་རིམ་པ་ད་ལྟའི་ཆར་ལས་དཔེ་མང་པོ་འདུག་རྣམ་པ་ཚོ་ཚང་མ་ལ་ནི་མུ་མཐུད་ནས་བརྙན་ཐུང་འདུག་བཟོད་རོགས་གནང་ལ་ནི་འབུལ་གུས་ཞུ་ཡ་ཡིན། ལགས་སོ་ཨ་ནི་ད་ག་རང་ཡིན་ཨ་ནི་ད་ད་རིང་ངེད་ཀྱི་བརྙན་ཐུང་འདི་བཟོ་དགོས་ཡའི་རྒྱུ་མཚན་ད་ག་རང་ཡིན་རྣམ་པ་ཚོ་ལ་ཡང་ཅིག་བལྟས་ཟེར་མཁྱེན་རྟོགས་ཡོང་བའི་ཆེད་དུ་ལ་ཡང YouTube ད་ལྟ་སྙིང་རྗེ་ཁ་ཤས་གསར་བ་བྱས་ཡང་འདི་ཐོག་ལ་ཡང་ཞེ་དྲག་ཞུ་ཞུ་ཧ་མ་གོ་བ་དེ་འདྲ་ཡིན་ན་ཡང Copy Right གི Claim ཐོག་ལ་ཞེ་དྲག་ཞེ་དྲག་ཧ་མ་གོ་བ་དེ་འདྲ་ཡོད་ངེས་ཡོད་པ་ཡིན་ན་ནི་མི་རེ་ཟུང་གཅིག་གཉིས་བཅས་ལ་ཕན་བ་ཡིན་ན་ཡང་ནི་ཅིག་ང་རང་གི་ད་རེས་བརྙན་ཐུང་དེ་བཟོས་ནས་ནི་ཅིག་གོ་ཆོད་རེད་བསམ་ནས་དྲན་གྱི་ཡོད་ལ་སོ་ཡིན་ད་ག་རང་ཡིན་མཐའ་དོན་རྒྱལ་བ་དོན་གཉིས་བདག་པོ་ཐམས་ཅད་མཁྱེན་པ་ནི་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་ཡང་བོད་དོན་དོན་དག་སྙིང་དོན་སྨོན་འདུན་དང་བཅས་ངས་ད་རེས་ཡིན་བརྙན་ཐུང་ད་ག་རང་མཚམས་བཞག་ཡིན་ཨ་ནི་མགྱོགས་པོ་བསྙེན་ཐུང་རྗེས་མ་ལ་མཇལ་ཡོང་ལ་ཞུའེ་དྷུ་ཆེ་ན།